ངོ། འབྲས་བུ་ཐམས་ཅད་ངེས་པར་ནི་འགྲུབ་པར་འགྱུར་བ་མ་ཡིན་གྱི། དྲུག་ལ་ངེས་པ་མཐའ་བཞི་རེ་དེའི་དོན་དུ་ཅི་སྟེ་འཇོག་ངོ། དེ་འདྲ་གི་དང། འབྲས་བུ་ལས་ཀ་མང་པོ་རེ་ལས་ཀ་དེ་ལས་པ་ཡིན་ན། དམིགས་ཡུལ་གྱི་འབྲས་བུ་དེ་འགྲུབ་ཐུབ་ཡག་ཅིག་ཡོད་མ་རེད། གལ་སྲིད་ཅིག་འགྲུབ་པ་ཡིན་ན་ཡང་ལས་ཀ་ཅིག་འདུག་ན་ཡང་ལས་ཀ་དེ་ལངས་སོང། འབྲས་བུ་དེ་མེད་པ་ཆགས་འགྲོ་ཡ། ཨོ། རྫ་མ་སོ་བལྟ་བ་མང་གི་ཟེར་ནས། རྫ་མ་སོ་དེ་སྟེ། དང་པོ། འདམ་བག་གི་སོ་དེ་ནི་མས་ནོར་ས་འོང་སྐབས་སུ། ད་རྫ་མ་ཚང་མ་མགོ་ཐོན་ནས་ཡག་པོ་ཡོང་མི་ཡོང་གི་ངེས་པ་ཡོད་མ་ཕལ་གྱི་ཆགས་འགྲོ་གི་རེད་ག་སྲིད། མགོ་ཐོན་པ་ཡིན་ན་ཡང་རྫ་མ་དེ་ཡང། ཁོ་རྐྱེན་གཅིག་གི་སྒོ་ནས་ལངས་ས་མེད་པ་རེད་འགྲོ་གི་ཡོད་རེད། ཁང་སོང་ཁོ་གི་ཡི་ག་ཚང་མ་དེ་འདྲས་རེད་ཟེར། ལས་ནི་འབད་པས་བྱས་འགྱུར་གྱི་ཇི་སྲིད་འབད་པ་མེད་པར་འཇིག་དེ་ལྟར་བྱོས་ཀྱང་ཆོས་ལ་གོ་ལས་ལ་ཆགས་པ་ཅིག་ཆགས་པས་འགའ་ཡོད་མིན་ཞིག་དང། ལས་ཀ་དེ་ག་རེ་ཡིན་ན་ཡང། དང་པོ་ལས་ཀ་བྱེད་དུས་ལས་ཀ་སོ་སོ་གི་ད་ཅིག་ཞིང་ལས་འབྲོག་ལས། ད་ལྟ་ན་ཅིག་སློབ་སྦྱོང་འདྲ་བོ་བྱེད་པ་ཡིན་ན་ཡང་འབད་པས་གོ་ནས་དཀའ་ལས་བརྒྱབ་ནས་ཡག་འགྲོ་དགོས་ཀྱི་རེད་ཟེར་བ་ཁ་གསང་འཁོར་བའི་ལས་ཀ་ག་རེ་ཡིན་ན་ཡང་འབད་པ་མེད་པར་དེ་ག་སྲིད་བསྡད་དེ་ན་ལས་ཀ་དེ་འགྲུབ་ཐུབ་ཡག་ཤོས་མ་རེད། འབད་པ་ཆེ་དཀའ་ལས་བརྒྱབ་ནས་འབད་དགོས་ཀྱི་བྱེད་པར་འགྱུར་ཅིང། ད་བྱས་ཟིན་པའི་ལས་ཀ་དེ་བྱས་ཟིན་དུ་འབད་པ་མེད་པར་འགྱུར། བྱས་ཟིན་པའི་དཔེ་ན་ཁང་པ་འདྲ་བོ་ཅིག་བརྒྱབ་ཚར་ན་ཁང་པ་དེ་མ་ཞིག་ཡར་ལ་དཀའ་ལས་རྒྱག་དགོས་ཀྱི་མ་རེད་ད་ཡུན་རིང་པོ་རེ་སོང་ན་ཁོ་རང་དབྱིན་གྱི་ཁྲག་ལྷག་ཆུ་འགྲོ་གི་རེད་དཔེ་ན་དུག་ལོག་ཞིག་བཟོ་བ་ཡིན་ན་དུག་ལོག་དེ་ཡར་བཟོ་དགོས་ན་དཀའ་ལས་ཁ་བོ་བཟོ་ཚར་དུས་ཁོ་དཀའ་ལས་དཀའ་ལས་ཁོར་དཀའ་ལས་མེད་པར་པང་རྫོགས་འགྲོ་གི་རེད་ཟས་འགྲོ་གི་རེད། ཨོ་དཔེ་ན་བྱས་ཟིན་དུ་འབད་པ་མེད་པར་འགྱུར། དེ་ལྟར་བྱོས་ཀྱང་ཁྱོད་ལ་གོ། དེ་ལྟ་བུ་བྱོས་ན་ཡང་དེ་ནི་ཁྱོད་ལ་དེ་སྲིང་མ་རུངས་པ་བྱོས་སོ་སོ་སོ་སོའི་མཚོད་བསམ་བློ་བཏང་ནས། ལུས་ལ་ཡིན་ས་མ་རེད་འདི་ལས་ལ་ཡིན་ས་རེད་ལུས་ལ་ཟིན་ཏོ། ལས་ལ་ཆགས་སྒྲ་འགའ་ཡོད་མིན་ཞེས་བྱ། ཁང་སྲུང་འཁོར་བུས་ཀྱི་ལས་ལ། ཆགས་པ་དང་འདྲ་བ་སྟེ་ཆགས་པ་འདྲ་བ། གང་ཟག་འགའ་ཞིག་ཅིའི་ཕྱིར་ན་ཡོད་པ་མ་ཡིན་ཏེ་ཡོད་དགོས་པ་ཞིག་རེད། ལས་ཀ་དེ་དཀའ་ལས་ཁག་པོ་ལས་དགོས་ཡ་ལས་ནས་གྲོ་བི་གའི་འབྲས་བུ་དེ་ཡང་འབད་པ་མེད་པར་རང་བཞིན་གྱིས་མ་འཇིག་འགྲོ་ཡ་དེ་འདྲའི་གི་ལས་ཀ་དེ་ལ་ད་རུང་དཔེ་ཆགས་ཤིང་གཞན་ནས་ཅི་བྱས་ན་དེ་ནས་དེ་ཕར་གཡུག་མི་ཐུབ་པ་ཆགས་ཤིང་ཤིང་ལ་ག་རེ་རེད་ཟེར་གི་དེ་རེད་དཔེ་ན་རི་མགོ་ལ་རྡོ་འཛུགས་པ་ནང་གི་རེད་ཟེར་འདུག་ད་རི་མཐོན་པོ་གཅིག་མགོ་ལ་རི་བ་རྡོ་གཅིག་བཙུགས་དགོས་ན་རི་མགོ་ལ་རྡོ་ཁུར་དགོས་ན་དཀའ་ལས་ཁག་པོ་ཡོད་རེད་བ།

ཀོ། ལྕེའི་ཚ་དྲོད་དེ་ནི་ཤི་དགོས་ཡ་གཅིག་དང་རྒན་གོག་ཆགས་དགོས་ཡ་གཅིག་དང། ཨ་ནི། ན་མ་སངས་ན་ཡང་ནད་པ་ཆགས་དགོས་ཡ་དེ་འདྲ་ཡོང་གི་རེད་ཟེར། ཚང་མ་དེ་འདྲ་རེད་ཟེར་དེར་མི་ཁོང་མ་འདྲ་བ་དེ་མི་སྲང་ལོ་ཆེན་པོ་དེར་བ། ད་འདི་ཐབས་ཤེས་ག་ཡོད་ཟེར་དེ་ཐབས་ཤེས་སུ་གཅིག་ཐུག་མ་ཟེར་འདི། ན་མ་དགོས་ཡ་ཤི་མ་དགོས་ཡ། རྒན་གོག་ཆགས་མི་ཡ་དགོས་བ་སུ་གཅིག་གི་ད་འཛོམས་རེད།

དེ་ཆོས་མཐའ་བཞི་གར་བྱེད་པའི་དག་ཆོས་དྲུག་ཡིན། ཆོས་ཀྱི་དྲུག་ནི་དམིགས་བསལ་གྱི་ཡོད་ན་མ་གཏོགས། འཇིག་རྟེན་གྱི་ཐོག་ནས་དེ་འདྲའི་གི་དག་ཡ་ཅུས་ཐུབ་ཡ་མཐའ་བཞི་ཡོད་མ་སོང་དེ་ནི་ཁོང་ཕལ་བ། ཁོང་ཕལ་ནི་དེ་ནི་སྐབས་དེ་དུས་ཧིན་དྷི་གི། བླ་མ་ཆེན་པོ། རིན་པོ་དང་ལྷ་བཤོས་སོགས་ཀྱིས་དེ་འདྲའི་རྫུན་འཕྲུལ་ཡོད་གི་མངོན་ཤེས་ཡོད་གི་ཡོད་དུས་ཚོད་ལ་བསྟན་པ་རེད། དུས་ཚོད་ལ་བསྟན་དུས་ཡོད། ད་སྐྱེ་རྒ་ན་འཆི་གི་སྡུག་བསྔལ་མེད་པར་བཟོ་ཡ་དུས་ཚོད་ཅིག་ཡོད་མ་རེད་སི་ཐ་བཞི། སུ་གང་ལ། བཟོ་ཐུབ་གི་མ་རེད།

ངན་འགྱུར་བསམ་ཚུལ་དེ་རེད་ད། ད་དེ་དེ་འདྲའི་གི་གཞི་བཞག་པའི་གི་ཐོག་དེ་ནས་བསམ་བློ་གཏང་དགོས་གི་རེད་འདུག་སོ་མ་གཏོགས་ཡང་འདི་ཚོ་ག་རེ་ཡིན་ན་གཅིག་སྙིང་པོ་ཡང་མ་རེད་གཅིག་གཅིག་རེད་གཉིས་རེད་ཟེར་དུས་རྩ་བའི་སྒྲུབ་བྱ་འདྲ་བོ་གང་ཡང་མ་ཤེས་ན། དེ་ནས་གང་རེད་ལབ་ཀྱི་ཡིན་ན་འདི་ག་འདྲ་འདྲ་ཡིན་ན་བསམ་བསམ་དྲག་དེ་འདྲ་ཡོང་སྲིད་གི་རེད། ད་འདི་ནས་ག་རེ་གསུང་དགོས་རེད་ཟེར་ན་འདི་ལ་བདེ་བ་ཡོད་མེད་ཀྱི་མ་འོངས་པ་ལའང་ཡོད་མེད་ན་ད་ལྟ་བ་ཡང་འགྲོ་ཉེ་སྟེ། ཁྱོད་ཀྱིས་ང་འདི་གང།

དེ་ཡང་ག་འདྲ་རེད་ཟེར་ན། འདི་ལ་བདེ་བ་ཡོད་མ་ཤེས་འདས་པའི་གི་དུས་ཚོད་དེ་ད་ལྟ་ཡོད་མ་རེད་ཟེར་འདི་ཚར་བ། པས་ན་ཉིད་ཀྱི་ཉམས་སུ་མྱོང་བའི་བདེ་བ་དེ་ད་ལྟ་མི་འདུག་ཨ། ན་ཉིད་ཀྱི་སྐྱིད་པོ་ཐང་ཡོད་དེ་ད་ལྟ་གི་བདེ་བ་དེ་ཡོད་མ་རེད་དོ་ཁོ་འདི་ཚར་བ། མ་འོངས་པ་ལ་ཡོད་པའི་མ་འོངས་པའི་གི་ལོ་གཞུག་མ་གི་ང་ལ་ཅིག་བདེ་བ་ཐོབ་ཡ་དེ་ད་ལྟ་ཡོད་མ་རེད་ཟེར་ཁོ་ཚོ་ན་སྐྱེས་པ་རེད་ཟེར།

ལྷ་མིན་གྱི་ལུས་རྟེན་ཐོབ་པ་ཡིན་ན་བདེ་བ་ཡོད་རེད་འགྲོ་དེ་འདྲས་སྟོན་པ་ཡིན་ན་ད་ལྟ་སྐྱེ་ཡིན་པ་ད་ཁང་སོང་ཟེར་དུས་དམྱལ་བ་ཨ་མ་རེད། ཁང་སོང་ཟེར་དུས་འདོད་ཁང་གཟུགས་ཁང་གཟུགས་མེད་ཁང་ཟེར་ནས་ཁང་སོང་པ་ཚང་མ་སྡུག་བསྔལ་གྱི་ནང་གི་ཁང་སོང་གོ་བ་རེད་ཟེར་དུས་དེ་རེད་བ་གང་ཤེས་ཡ་དེ་ལས་མ་སྐྱེས་པ་ཞིག་དགོས་ཀྱི་ཡོད་ཟེར་བ། ད་འདི་འདྲས་བྱས་དུས། མཐོ་རིས་ཀྱི་གནས་སུ་བདེ་བ་ཡོད་རེད་འགྲོ་བསམ་པ་ཡིན་ན། ཁྱི་པགས་སྣང་ལ་མཐོ་རིས་ཀྱང་དམྱལ་བ་གང་ཚུལ་འཇིགས་བྱེད་འགྱུར་རོ་ཟེར། ཁྱི་པགས་སྣང་ལ་མཐོ་རིས་ལྷ་མིན་གྱི་ལུས་རྟེན་ཡིན་ན་ཡང། དེ་དམྱལ་བ་ནག་ཞིག་གི། སྡུག་བསྔལ་ཡོད་པར་རྫིག་གི་རེད། ད་ཁྱི་པ་མ་ཡིན་པ་ཅིག་ཆེ་མདོག་མ་ཞིག་སང་ཙང་ན་དམྱལ་བ་ཡིན་ན་ཡང་ཁོ་འདི་འདྲའི་ཅིག་ཡོད་རེད་ཟེར་གྱི་རེད་མ་འཇིག་པ་ཤེས་ཐུབ་གི་ཡོད་མ་རེད་ད། སྐྲག་ཐུབ་གི་ཡོད་མ་རེད། གསང་བ། བཏང་ཐུབ་གི་ཡོད་མ་རེད། ད་ཁྱི་པར་བལྟས་ན་ཅིག། ཆུས་ཀྱི་ཡག་པོ་འདོན་མཁན། ཆུས་ཀྱི་དངོས་གནས་མྱང་ལས་ཡོད་མཁན་ཡིན་ན། དམྱལ་བ། མ་ཡིན་པའི་གི་མཐོ་རིས་ལྷ་མོ་གི་ལུས་སྟེང་ལ་ཡང་དམྱལ་བ་དང་དག་གི་སྡུག་བསྔལ་ཡོད་པ་མཐོང་བ་རེད་གཟིགས་པ་རེད་ཟེར་ནས་སྐྱིད་པ་མ་ལ་མཐོ་རིས་ཀྱང་དཔེ་ན་མ་ཡིན་ན་ད་ཅི་མ་ལི་སྐོར་སྡུག་བསྔལ་ཇེ་དྲག་འདྲ་མི་འདྲ་ཅིག་ཡོད་ལ། དེ་མ་ཚད་བོད་ཀྱི་དེར་འདུས་པ་ཞིག་གི་ཡིན་ན་དེ་ལག་སོ་དམྱལ་བ་ན་སྐྱེལ་གྱི་ཡིན་པ། ད་ལྷ་ཡི་ཡུལ་ལ་ཡིན་ན་ཡང་ལྷ་ཡང་འཆི་འཕོ་བའི་ལྟུང་བྱེད་སྡུག་བསྔལ་སུ་ཇི་འདྲ་བ་ད་མང་པོ་ཞིག་ཤེས་ཡོད་ང་ཚོ་ཁ་སེང་ལང་ཁྲིད་ཀྱི་སྐབས་སུ་ཤེས་ཀྱི་འདུག་ཨང་འདི་ཚོ་རེད་དམྱལ་བ་དང་ཚུལ་དུ་འཇིགས་པ་ཞེས་པར་འགྱུར་ཞེས

ཐག་པ་གློད་གི་ཡོད་ས་རེད་དེ་ཐག་པ་གློད་ཚར་དུས་དེ་ནི་ཡང་བརྒྱ་ཁོག་བཙོན་ཁང་ནང་དུད་སོད་ཡོད་དུས། སྐྱོན་ལང་གཞི་ག་རེ་ཡིན་ན་དྭངས་བཅུག་དགོས། ཡང་ན་ཉལ་བཅུག་དགོས་ཡང་ན་འགྲོ་བཅུག་དགོས་རང་བདེ་བཅུག་དགོས། དེ་འདྲས་བྱས་དུས་ད་གཅིག་བདེ་བ་ཡིན་ན་འགྲོ་དགོས་ནི་ཐུབ་ཉིན་མཚན་མེད་འགྲོ་དུ་དགོས་ས་རེད། ཉལ་དགོས་ན་ཉིན་མཚན་མེད་ཉལ་ས་ཁྱོད་ཉལ་མི་འདོད་ཉི་མ་མང་པོ་བསྐུར་བར་ཉལ་ས་ཁྱོད་ཉལ་མི་དགོས་ཅོག་རྒྱབ་མི་ཤོར་བ་དེ་འདྲས་ཡོད་ས་རེད། འོ་དེ་འདྲས་བྱས་དུས་ད་ཁོ་ཐག་པ་ལས་གྲོལ་ན་སྡུག་བསྔལ་རེད། ཐག་པ་ལས་འཁྲུས་ཚར་བ་ཡིན་དུས་གཅིག་སྡུག་བསྔལ་ལས་གྲོལ་བ་འདྲ་བོ་ཞིག་རེད་དེ། ད་རུང་དེ་ལས་ཀྱང་ད་སྡུག་བསྔལ་གཞན་པ་ཞིག་ཡང་མྱོང་དགོས་གི་རེད་སྡུག་བསྔལ་གང་ཟེར་གི་རེད། ཉལ་ན་ཡང་སྡུག་བསྔལ་ཡོད་རེད་འགྲོ་ན་ཡང་སྡུག་བསྔལ་ཡོད་རེད་ཁོ་ག་རེ་ཡིན་ན་གཅིག་གཅིག་ལ་ཉི་མ་མང་པོ་དེ་འདྲ་རང་བྱས་པ་ཡིན་ན་དེ་སྡུག་བསྔལ་ཡོད་པ་རེད་ཟེར་བ། ད་ཉལ་འོང་དེ་འདྲ་བྱས་ཆོག་ན་ད་ཁྱོད་ང་རེད་ད་ཉལ་ན་ཉལ་གཅིག་མ་ཉལ་འགྲོ་ན་འགྲོ་གཅིག་མ་འགྲོ་དགོས་གི་རེད

དེ་ག་རེ་བཞིན་ཁོས་མཐོང་ཡོད་མ་རེད་ཟེར་ན་དེ་སོ་སོ་སྐྱེ་བོ་རྣམས་ཀྱིས་དེ་འདྲའི་མཐོང་ཐུབ་ཡོད་མ་རེད་ཟེར་གྱི་རེད། སྡུག་བསྔལ་གང་ཡོད་པ་དེ་དངོས་སུ་གཟིགས། མཐོང་གི་ཡོད་མ་རེད་ཁོ་ཚོས་སྡུག་བསྔལ་དེ། མི་མངོན་བའི་ཚུལ་གྱིས་དེ་ཁོ་རང། ཚུར། མནའ་སྡོད་ཀྱི་ཡོད་པ། རེད་མ་གཏོགས་ཁོ་ཚོས་ཀྱི་མཐོང་གི་ཡོད་མ་རེད་ཟེར་གྱི། འོང་ག་དེ་བྱིས་པ། ག་སེ་མཐོང་བ་ཡིན་ན་འཕགས་པའི་གང་ཟག་ནང་གཅིག་ནང་བཞིན་མཐོང་བ་ཡིན་ན་ནི་སྐྲག་དགོས་ཡ་དང་འཇིགས་དགོས་ཡ་གྱི་ལངས་ཀྱི་རེད་དེ་སྡུག་བསྔལ་དེ། སྡུག་བསྔལ་ཡོད་པ་དེ་འོང་ག་དེ་བྱིས་པ་ནང་དགོས་པའི་འཁོར་བའི་སྡུག་བསྔལ་བཞི་བཅུ་ན་ག་སྲིད་ཤི་བ་བཅུ་ན། སྐད་ཅིག་དེ་ལ་སེམས་བཏང་ནས་ལྷན་ཅིག་གཏན་དུ་འཇིག་པར་འགྱུར་སྲིད། འཁོར་བའི་གི་སྡུག་བསྔལ་དངོས་གནས་གང་ཡོད་པ་དེ་ཇི་མ་ཇི་བཞིན་སོ་སོ་སྐྱེ་བོ་སུ་འདྲ་ཞིག་ཡིན་ན་གཅིག་མཐོང་བ་ཡིན་ན་གཅིག་ཤི་བ་ཡིན་ན། དེ་ག་ནང་ཡི་རང་ཁོ་དཔེ་དྲི་མེད་རྒྱབ་ནས་རོ་སྐྲག་ནས། སེམས་དཔེ་དེ་ག་ཟེར་གི་རེད་སེམས་སེམས་དཔའ་སེམས་དྲན་རྒྱུ་མེད་པར་ཆགས་ནས་སྐྲག་ནས་མི་ག་ཤིག་དྲན་པ་མཐོང་གྲོགས་ར་ཨོ་དྲན་པ་མཐོང་གྲོགས་རེད་ས། དངོས་གནས་ཀྱི་ཤི་ན་སྡུག་བསྔལ་ག་འདྲ་ཡོད་པ་དེ་དངོས་གནས་ཤི་ན་ཁོས་མཐོང་ན་ད་མཐོང་གི་ཡོད་མ་རེད་ང་ཚོ་སྡུག་བསྔལ་དེ་རྒྱབ་ལ་གབ་དེ་ཡོད་མ་གཏོགས་སྡུག་བསྔལ་དེ་དངོས་སུ་ཚུར་མཐོང་ཐུབ་ཀྱི་ཡོད་མ་རེད། ད་འདི་དཔེ་ན་ག་འདྲ་རེད་ཟེར་ན། མི་གཅིག་ལ་དེ་ནས

ག་སེ་འབྲས་དེ་གཅིག་མཐོང་བ་ཡིན་ན་དེ་ཁོ་དྲན་པ་ཐོག་དཔེར་སྐྲག་ནས། ཁོ་སྡུག་བསྔལ་དེ་རེད་མ་གཏོགས་ཁོས་འབྲས་མཐོང་ཐུབ་དགོས་པ་རེད་དངོས་སུ། འོ་དེ་ནང་བཞིན་གྱི་སོ་སོ་སྐྱེ་བ་རྣམས་ཀྱི་སྡུག་བསྔལ་དེ་མཐོང་གི་ཡོད་མ་རེད་ཡོད་ཡོད་རེད་དེ། མི་ལ་གཅིག་འབྲས་ཞུགས་པ་ནང་བཞིན་གྱི་གཅིག་བཞུགས་དུ་ཡོད་རེད་སྡུག་བསྔལ་དེ། དེ་མཐོང་ཐུབ་གི་ཡོད་མ་རེད་ཟེར་ཏེ་རེད་ཕན་གྱི་གཏན་དུ་འཇིགས་པར་འགྱུར། སེམས་བསྐྱེད་རློམ་པ་སྐྱེད་མི་དཀོན། རློམ་སྐྱེད་སྙིང་རྗེ་ལྡན་པ་མེད་དེ་ན་སྣང་མི་སྣང་བ་ལས་འགྲོ་བ་ཤིན་ཏུ་རྙེད་དཀའ་གསུངས། ད་འོ་ན་འདི་འདྲས་ཀྱི་སང་འདྲི་བ། ད་ཡང་ན། སྡུག་བསྔལ་གཞན་དག་ལ་ཡོད་ན་ཡང། ད་མི་ཕྱུག་པོ་དང་རྒྱ་པོ་དང། ད་ནི་དཔོན་པོ་ཆེན་པོ། དེ་འདྲའི་གི་དང་མི་ཆེན་པོ་གི་རིགས་ཡོད་རེད་བ། དེ་འདྲའི་ལས་སྡུག་བསྔལ་ཡོད་ས་མ་རེད་སོང། དེ་འདྲའི་ལས་སྡུག་བསྔལ་སྐྱེས་པ་ཡིན་ན་དེ་ནི་འགྲིག་གི་འདུག་འདྲ་བ་དེ་འདྲའི་བསམ་པ་ཡིན་ན་ཟེར་གི་རེད་ཁོ་གི་གི་ནས་ཡིན་ན་ཡང་དེ་འདྲའི་བསམ་པ་ཡིན་ན་ཟེར་གི་རེད། དེ་ནི་སེམས་བསྐྱེད་རློམ་བསྐྱེད་མིན་པ་སྟོན་ཟེར་དུས་རློམ་བསྐྱེད་ཟེར་ན། མི་ལྟོས་སུ་རྒྱུ་དང་རིགས་མཐོ་དང་གོང་ནས་ཡོད་མཁན་གྱི་ཡིན་ན་ལྟོས་སུ་ང་ཆེན་པོ་ཡིན་ཡིན་སང་སང་གི་ང་རྒྱ་མེད་མཁན་དཔེ་དཀའ་མོ་རེད་ཟེར་གི་རེད།

ཤེས་ཐུབ་མ་རེད། གཉིས་ཀྱི་ཤེས་ནས་ཨ་ནི་ག་ས་དེར་སྐོར་ཅིག་ཉང་ཐག་བདེ་སྡུག་འདྲ་བོ་དེ་བལྟ་གི་མ་རེད། ཨ་ནི་སོ་སོ་གི་ཐུགས་སྲས་ཐུགས་ས་དེར་ཐུགས་ཚོད་བཏང། ཨ་ནི་སོ་སོ་རྫི་རྫི་པོ་ཡིན་སང་རྫི་རྫི་བྱེད་དེ་འདྲས་བྱེད་གི་རེད་ཟེར། རློམ་པ་རྐྱེན་དེ་ལ་གཉིས་རྐྱེན་ལྡན་པ་མེད་ཟེར། དེས་ན་སྣང་ནས་སྣང་བ་ནི་འགྲོ་བ་ཤིན་ཏུ་རྙེད་པ་དེས་ན་ད་དེ་འདྲས་གཉིས་རྐྱེན་མེད་མཁན་མི་རློམ་རྐྱེན་གྱི་ཡིན་ན་ད་ལྟ་ཁོག་གི་གནས་སྟངས་དེ

མཐོན་པོ་འདྲ་བོ་ཞིག་གི་གནས་གོ་ས་ལ་ཡོད་ན་ཡང། ཁོ། སྣང་ནས་སྣང་བར་ཡང་འགྲོ་བའི་གི་ལས་ཀ་དེ་མི་བྱེད་མུན་པས་ནི་མུན་པའི་མ་འོག་ལ་འགྲོ་ཡ་གི་ལས་ཀ་དེ་བྱེད་གི་རེད་ཟེར་དེ་རེད་འགྲོ་བ་ཤིན་ཏུ་རྙེད་དཀའ་སོང་ཟེར་དེ་བྱེད་དུས་ད་ལྟ་ཀྱི། མེད་གི་ནང་ལ་མཐོང་གོ་ནས་བརྗོད་སྤང་བརྗོད་ཡོད་མཁན་དེ་འདྲས་ཅིག་ཡིན་ན་ཡང། འོ་དེ་ལ་ཡང་ཅིག་ཆགས་འོས་པ་དང། དེ་ནས་ཅིག་ཡག་པོ་རེད་བསམ་ནས་བསམ་རེ་ཡོད་པ་དེ་འདྲས་མ་རེད་སོང།

འོ་དེ་ནང་གི་རེད་ཟེར། འདི་ན་ཡོད་ལོག་བརྗོད་པ་ལ་ཡོད་ནི་མི་ཚོ་ལོག་འགྲིག་སྟེ། ཁྱེད་ཀྱི་ལོག་ཏུ་གྱུར་བའི་ཆོས་བརྒྱུད་སྤྱི་གཅིག་གི་ཡང་དག་འདི་ཞེས་བྱ་བ་དེ། ད་འདི་གའི་སང་ནི་རེད་བ། ད་དཔེར་ན། ད་ལྟ་འདི་ང་རང་གནས་ས་དེ་མི་འདྲ་བོ་མི་ཡུལ་ཡིན་ན་མི་ཡུལ་འདི་ལ་དེ་ཙམ་སྐྱིད་པོ་མེད་པར་རྙོག་དྲ་ཆེན་པོ་ཡིན་པར་སྡུག་བསྔལ་འདུག་ཡོད་ན་ཡང། ད་ཡང་ཆུ་འབྲུག་ནི་ལྷའི་ཡུལ་འདྲ་བོ་ཅིག་ལ་སྐྱེས་སོང་ན། དེ་ནི་སྐྱིད་པོ་ཡོད་ས་རེད།

ད་ལྟ་འདི་ཡོད་དགོས་འདོད་ཡོན་དེ་ལ་ལོངས་སྤྱོད་པ་དེ་ལ་དགའ་གི་མི་འདུག་ཡོད་རྒན་དར་དེ་ལ་འགྲོ་གི་ཡོད་ཟེར་ན་ཡོད་རྒན་དར་དེ་ཡང་ད་ཁོ་གི་ཡིན་ནས་ག་རེ་ཡིན་ན་ཡང་ཁོ་ཅེས་སྡུག་བསྔལ་ཤེས་ས་གི་རང་བཞིན་ཅིག་རེད་དེ་ཡོད་མ་གཏོགས་དཔེ་གི་དེ་དཔེ་ན་ཐ་བ་ཐོ་བ་གི་སང་གསང་གི་ཡོད་མ་རེད་ད་འདི་ཁོ་གི་གཅིག་ནི་གཅིག་ནི་གཅིག་གཞན་པ་གཅིག་རེད་འགྲོ་ན་སང་དཔེ་ན་མི་ནི་ལྷ་ཡར་སྐྱེས་བ་འདྲ་བོ་ཞིག་དེ་འདི་བཞིན་ལྷ་སྐྱེས་པ་ཡིན་ན་ཡང་ཁོ་དེ་ཡང་དེ་ག་རང། སྡུག་བསྔལ་འཇུག་ས་གི་རང་བཞིན་གྱིས། རེས་ཕྱིན་ཅི་ལོག་ཏུ་གཅོད་པའི་ཆོས། རྒྱུ་སྐྱེས་སྐྱེས་ནི་ཡང་དག། དེ་ཡིན་དུས་ད། ཕྱིན་ཅི་ལོག་ཏུ་གཅོད་པའི་ཆོས་ཟེར་དུས་འདི་ལས་ཡུལ་འདི་མ་འདོད་ན། འདི་སྤངས་ནས་ཐར་བ་ཐོབ་བོ་ཡང་ན་ཁོ་བོས་ཀྱི་ཉེས་འཇུག་ཤེས་ནས་ཐར་བ་ཐོབ་བསམ་ན་འགྲིག་ལ། དེ་མ་ཤེས་ནས། ཁོ་བོས་ཀྱི་ནི་ག་བ་ཤེས་ན་སྡུག་བསྔལ་གི་རང་བཞིན་ཡིན་པ་ལ། ཁོ་བོས་འདི་སྡུག་བསྔལ་གི་རེད་འདུག་གཞན་དག་གིས་འགྲོ་གི་ཡིན་བསམ་ན་དེ་ཡང་སྡུག་བསྔལ་ཡིན་གཅིག་པ་གཅིག་པ་རང་གནས་སླད་དེ་ད་རང་ཅག་གིས་ག་ཞིག་འགྲོ་བསམ་ཡང་འགྲོ་ས་ཡོད་མ་རེད་ཟེར་གང་སུ་ཁོ་བོས་ཀྱི

ཡང་ན། ཁང་སོང་འཁོར་བ་ལས་མི་འགྱུར་ཞེས་ནི་ཐལ་བ་གཙང་ཐོབ་པའི་ཆེད་དུ་ཆུས་བསྒྲུབས་པ་ཡིན་ན་དེ་སྐྱེས་བུ་འབྲིང་གི་ལམ་དུ་མ་རེད། སེམས་ཅན་གྱི་དོན་དུ་སངས་རྒྱས་པའི་ཆེད་དུ་ཆུས་བསྒྲུབས་པ་ཡིན་ན་ད་སྐྱེས་བུ་ཆེན་པོ་གི་ལམ་རེད། ད་ལྟ་ང་ཚོ་སྐྱེས་བུ་ཆེན་པོ་ཐིགས་པ་ཆེན་པོ་ལམ་ཟེར་གྱི་གླེགས་ཡོད་ལ། ཆུང་ངུ་མ་རེད་འབྲིང་མ་རེད་ཆེན་པོ་གི་ལམ། སྐྱེས་བུ་ཆེན་པོའི་གི་ལམ། སྐྱེས་བུ་ཆེན་པོ་ལམ་ག་རེད། སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཀྱི་གོ་འཕང་ཐོབ་དགོས་ཀྱི་འདུག་དེའི་ཆེད་དུ་ད་ནི་ངས་ཆུས་བསྒྲུབས་ཡོད་ཟེར་གྱི་ཡོད་པ་འདི་རྒྱབ་པ།

དེས་ནི་ཆོས་འདི་སྒྲུབ་ཀྱི་ཡིན་ཟེར་ན། ཆོས་སྒྲུབ་པ་ཡིན་ཟེར་ན། དེ་གཞན་ལས་གཞན་གསུངས་ན། ད་མ་འོངས་པས་ཀྱི་རྗོད་བྱེད་ཀྱི་དེ་ག་རེ་ཟེར་ན་ག་སྲིད་ཐོབ་པ་ཡིན་ན་ཡང། དེ་རང་དབང་ཡོད་མ་རེད་དེ་གཞན་གྱི་དབང་དུ་གྱུར་པ་ལྟ་བུ་ཅིག། རང་དབང་ཡོད་ན་གསུང་དགོས་ཀྱི་མ་རང་རང་དབང་མེད་པ་ཡིན་དུས་མི་གཞན་གྱི་ཕོག་ཤོར་ཡིན་བརླག་ཤོར་ཡིན་བསམ་ནས་དེ་ནི་གསུང་གསུང་དགོས་ཡོད་ཀྱི་རེད་ཟེར་ནོ། དེ་དེ་ལས་གཞན་ཡས་གསུངས་ན་ཡས་ཟེར་དུས་དང་པོ་གཉིས་ནི་ནི་གསུང་དགོས་ཡས་དེ་རེད། རེད་བ། གསུང་བ་བཞག་ན་རྟག་ཏུ་གཞན་ནི་གསུང་བཞག་གམ་དེ་ནི་ཇི་ལྟར་བདག་གིར་འགྱུར། གཞན་ནི་གསུང་དགོས་ཡ་གཅིག་གི་དངོས་པོ་དེ་བདག་གིར་ཟིན་ན་རང་དབང་ཉིད་དུ་སྤྱོད་པ། རང་དབང་ཉིད་དུ་སྤྱོད་པའི་གི་དངོས་པོ་ཇི་ལྟ་ན་འགྱུར་དུ་འགྱུར་བ་མ་ཡིན་གྱི་ག་སྲིད་མ་འོངས་པ་ཁྱུ་པོ་ཆགས་པ་ཡིན་ན་ཡང། ཆུ་བོ་ཆར་བ་ཡིན་ན་ཡང་རྒྱུ་དེ་རང་དབང་དུ་སྤྱོད་པའི་ཡིག་མ་ཞིག་མ་རེད། རྒྱུ་དེ་ག་འདྲ་བྱས་ནས་ཧ་གོ་དགོས་པ་རྒྱུ་དེ་ག་རེ་རྒྱག་དགོས་པ་དེ་ཧ་མི་གོ་ནས་སྲུང་དགོས་ཀྱི་ཡོད་སྲུང་སྐྱོབ་བྱེད་དགོས་ཀྱི་ཡོད་དེ་ལས་སེམས་ཁྲལ་བྱེད་དགོས་ཀྱི་ཡོད་དཀའ་ལས་རྒྱག་དགོས་ཀྱི་ཡོད་འོ་དེ་དེ་ཡང། ཅེས་ཐིགས་པ་ཆེན་པོའི་གི་ཆུ་ཡང་དག་པར་ཆགས་ཡོད་མ་རེད། འོ། དེ་ནི་ཇི་ལྟར་བདག་གིས་འཇོན། ད་འདི། བླ་མ་བཞིན་དུ་རེད་ཟེར་འདུག་བླ་མ་ཟེར་གྱི་དེ་དེ་ཟེར་གི་ཡོད་ཟེར་བླ་མ་ཟེར་ནས་དུས་སང་ང་ཚོ་བླ་མ་ཟེར་ནས་དེ་འདྲ་ཟེར་གི་ཡོད་མ་རེད་བླ་མ་བླ་མ་དང་གྲྭ་བ་ཟེར་ནས་བླ་མ་མ

ལུམ་པ་འདི་ལ་རྒྱུ་ཆེ་ཤོས་ཆ་ཡོད་ན་ཡང་རྒྱུ་ཆེ་ཤོས་ཆ་ཁ་པོ་རང་ལུམ་པ་དེ་གི་ནང་དུ་རྒྱུ་ཆེ་ཤོས་ང་ཡི་བླ་ན་མེད་པ་ཀྱི་ཆ་དགོས་ན་དཔེ་ཀ་ལས་ཁག་པོ་ཡོད་དེ་འདྲའི་ག་སྲིད་ཆ་བ་ཡིན་ན་ཡང་ད་དེ་གསུངས་དགོས་ཡོད་ད་དེ་ལ་ཡང་དཔེ་ཞིབ་ཞིག་སྲུང་སྐྱོབ་མ་བྱས་ན་ཁོ་དེ་ག་སྲིད་བཞག་ཆོག་ད་ཁོས་སྲུང་སྐྱོབ་ཙམ་མ་བྱས་ད་ཉི་མ་གཅིག་ཉིན་ཁོ་ན་བུ་འགྲོ་གི་རེད་མལ་ཆེ་འགྲོ་གི་རེད་འོ་དེ་ནང་བཞིན་རེད་ད་གང་ལྟར་མ་འོངས་པ་ང་ཆུ་བོ་ཞིབ་ཞིག་ཆགས་དགོས་བསམ་ན་དེ་དཔེ་ལས་སླ་པོ་ཞིག་ཡོད་མ་རེད།

འཇིག་རྟེན་པའི་གི། སྲུང་མ་གསེར་གྱི་ལྷ་དུ་སོགས་ཀྱིས་ཁོང་རང་སྲུང་ཡང་འཁོར་བའི་གི་རྣམས་སུ་སྣང་དུ་ཡོད་རེད་དུ་སོགས་ཀྱིས་བཅོས་ཐུབ་སྐྱོབ་ཐུབ་ཀྱི་མ་རེད། དེས་ན་གང་ལ་སྐྱོབ་ཀྱི་མི་ལུས་པ་དཀོན་མཆོག་སྐྱབས་འགྲོ་རྒྱལ་སྲིད་ལགས་ལ་ཡིན། སངས་རྒྱས། ང་རོ་སུ་སྐྱབས་སུ་འགྲོ་བ་དེ་དཀོན་མཆོག་གསུམ་པོ་གི་རེད་དཀོན་མཆོག་གསུམ་པོ་གི། ག་དུས་ཡིན་ན་ཡང་ལྷོད་བ་མེད་པ་གི་རེད། ག་རེད་ཟེར་ན་དཀོན་མཆོག་གསུམ་པོ་ཁོང་རང་འཁོར་བའི་གི་གནས་ལ་གྲགས་ཚར་བ་ལ། ཁང་སོང་འཁོར་བའི་གནས་གནས་བ་ལ་ཁང་སོང་འཁོར་བ་ལས་འགྲོ་ཚར་བ་རེད་དེ་འདྲའི་གཅིག་ལ་ང་ཚོ་སྐྱབས་སུ་འགྲོ་ན་ང་ཚོ་འཁོར་བའི་ལུས། སྡུག་བསྔལ་སྤང་ཡག་གི། ཁོང་རྣམས་བདག་གིས་ད་རོགས་པོ་བྱེད་ཐུབ་ཀྱི་རེད། ཁོ་བོས་སྡུག་བསྔལ་སྤང་དགོས་ཀྱི་ཡོད་ན་དཀོན་མཆོག་གསུམ་པོ་གིས་རོགས་པོ་བྱེད་ཐུབ་ཀྱི་རེད་མ་གཏོགས་འཇིག་རྟེན་པའི་གི་ལྷ་ཚོགས་སོགས་ཀྱིས་རོགས་པོ་བྱེད་ཐུབ་ཀྱི་མ་རེད་ཟེར་གྱི་རེད། ཨོ། དེ་བྱས་ཏེ་ད་འདི་རིགས་སོང་དང་དེ་རིགས་རོགས་ད་འདི་འདྲའི་ཆེན་པོ་ཅིག་ཐོབ་ས་མ་རེད་ཟེར་དཔེར་ན་དཀོན་མཆོག་གསུམ་པོ་སྐྱབས་སུ་འགྲོ་ནས་འཇིག་རྟེན་ལས་འདས་པའི་ཆུ་བསྒྲུག་ཐུབ་ས་མ་རེད་ཡིན་ན་ཡང་འཇིག་རྟེན་པའི་གི་ཆུ་བསྒྲུག་ན། ད་ནི་ཀ་ནི་ཀ་གྲོགས་འཕྲིན་ལས་སྤྲད་དགོས་ལ་ང་འདི་འདྲ་བྱས་ན་འགྲིག་ས་རེད་ཁ་ཁྱེད་དེ་འདྲ་འདུག་ཨ། དཔེར་ན་འཇིག་རྟེན་པའི་གི་སྲུང་མ་དྲེགས་པ་སྲུང་མ་དེ་འདྲ་སྲུང་ན། ཨ་ང་ལང་པོ་འགྲོ་ཡ་ཆུང་ཆུང་ཡག་པོ་རེད་ཡ། ཨོ་དེ་འདྲས་ཡོང་གི་འདུག་དེ་གསུངས། དེ་ལ་ང་ཁྱོད་བྱེད་ཀྱི་ཡིན་ཟེར་ཁས་བྱོས་རོགས། དཔེར་ན་དེ་འདྲས་བྱོས་ཟེར་གི་ཡོད་རེད་ད། ཨོ་ད་འདི་ག་རེ་བརྩོན་གི་འདུག་ཟེར་ན། འཇིག་རྟེན་ཚུལ་ལུགས་གང་ཙམ་ག་དེ་ཚོ་དེ་ལ་ཁྱོད་ཀྱིས་འཇུག། དེའི་ཕྱིར་ན་ཁྱོད་པས་ཀྱང་འཇིག་རྟེན་སྟོབས་དང་སྟོབས་ལྡན་དག་སྣང་སྲིད་དེ། ད་འཇིག་རྟེན་ཚུལ་ལུགས་སྲིད་དེ་འཇིག་རྟེན་དཔེ་གལ་ཡོད་སོགས་གང་ཤེས་ཟེར་མི་བྱོས་ར་ལུང་པ་སོ་སོ་སོས་གི་གང་ཤེས།

དཔེར་འདི་འདྲ་ཡོད། མི་གཅིག་གིས་ལུང་པ་གཞན་དག་གི་ཐག་རིན་པོ་ཆེ་ལ་སོང་ནས། ཐག་རིན་པོ་ཆེ་ལ་འགྲོ་དུས་ལུང་པ་དེ་ལ་ཁོང་རང་མེད་ཀྱི་ལྷ་ལ་གསོལ་བ་བཏབ་ཅེས་བྱས་ན་མེད་ཀྱི་མ་སྐད་ཆ་བཤད་ཡོང་བ་ཞིག་ཡོད་ས་རེད། ཆུ། འཇིག་རྟེན་པའི་ཆུ་རེད་ད། འཇིག་རྟེན་པའི་གི་ཆུ་སྲུང་མ་དེ་འདྲ་ཞིག་གི་མེད་ལ། ད་དེ་འདྲའི་གསོལ་བ་བཏབ་ཏེ་ག་རེ་ལབ་འདུག་ཟེར་ན། མི་དེ་ལ་ཁོང་རང་གི་བུ་མོ་འཛིན་མོ་ཞིག་རེད་ཟེར་བུ་མོ་འཛིན་མོ་ཞིག་དེ་དེའི་གི་ལུང་པ་དེའི་ནང་འགྲོ་དུས་ལུང་པ་དེའི་གི་ནང་ལ།

ལུང་བསྟན་ཏེ་ཁོ་དགྲ་དགའ་ལྷ་ཁྱོད་ཁོ་དེ་བྱེད་དགོས་འདུག་བསམ་ན་ཁོ་རང་བུ་མོ་དེ་ཁྱིམ་བདག་བྱེད་དགོས་སམ་རང་ཅག་ཁོ་རང་ཕ་ཡུལ་ཚུར་སླེབས་འགྲོ་ཨ། ཁོ་རང་ལུང་པ་ལས་ཚུར་ཡོང་ནས་ཁོའི་ལྟས་ལྷ་དེ་བསྒྲུགས་ནས་དེ་ག་རང་ལུང་བསྟན་ན་ད་ཁོ་ལྷ་གི་ལུང་བསྟན་ནས་ཁོ་བསྒྲུགས་ཆོག་རེད་བསམ་ཁོས་དེ་འདྲ་བྱེད་དགོས་ཨ། དེ་བྱེད་དུས་ལྷ་དེ། ལུང་པ་ལས་ནང་དུ་རང་གི་བུ་མོ་ཁྱིམ་བདག་བྱེད་ན་ཀླ་ཀློ་རེད། དེ་ཕྱོགས་མ་རེད་ཟེར་ལུང་བསྟན་འདུག་དེ་ནི་ཁོ་གང་ཡང་བྱས་མེད་པར་ཆགས། ག་རེ་ཟེར་ན་ད་འཇིག་རྟེན་སྟོབས་དང་ལྡན་པར་ཟེར་འཇིག་རྟེན་རིམ་པ་སོ་སོ་གི་ཡོད་སོ་གང་ཤེས་བརྗོད་ལ་དེ་དང་མཐུན་པ་ཅིག་འཇིག་རྟེན་པའི་ལྷ་དེ་གི་ཡང་དེ་ག་རང་བྱས་ཡོད་ཟེར། འཇིག་རྟེན་པའི་ལྷ་ཟེར་དེ་དེ་གི་ལུང་པ་དེ་གི་གང་ཤེས་ག་རེ་ཡོད་པ་དེ་དང་འདྲ་བ་ལུང་བསྟན་གི་རེད་མ་གཏོགས་པའི་གི་ལུང་པ་དེ་གང་ཤེས་དང་མ་མཐུན་པ་ཞིག་ཁོ་གི་ལུང་བསྟན་ཐུབ་གི་ཡོད་མ་རེད་ཟེར་འཇིག་རྟེན་པའི་གི་གང་ཤེས་དེ་སྟོབས་དང་ལྡན་པ་རེད་འཇིག་རྟེན་པའི་ཆུ་ཟེར་དེ་དེ་སྟོབས་ཆུང་ཆུང་ཅིག་རེད།